ཟས་བཟང་དག་གོ། ཉེ་དུའི་བཟླས་པ་བསལ། དེ་ལས་ནང་ལོགས་ལས་གཅིག་རྩ་བའི་བཟླས་པ། ཁ་ཤས་དང་གཉིས་རེ་ལ་གོ། ཁ་ཤས་ཀྱི་བཞི་རེ་ལ་གོ། གང་དག་བྱས་ནས་རྩ་བའི་བཟླས་པ་བསལ་གཅིག་དེ་ནས་དེ་ལ་ཡང་ཡན་ལག་གི་བཟླས་པ། དག་གཅིག་བཅོ་བརྒྱད་ལ་སོགས་པ་དེ་འདྲའི་མང་པོ་ཅི་ཡོང་སྟེ་དུ་བ། དེ་འདྲའི་ཡིན་དུས་ད་དེ་འདྲ་གི་སྡེ་པ་མང་པོ་འདི་ཚོ་ད་ཕྱིས་སུ་མེད་པ་ཆགས་སོང་རོགས་མ་གཏོགས་སྔོན་མ་ད་སྡེ་པ་མང་པོ་ཞིག་ཅིག་ཡོད་པའི་ལོ་རྒྱུས་ཡོད་རོགས་པ། ད་དུང་ང་རང་ཚོ་མི་མང་པོ་ཅིག་གིས་ཅིག་རྩ་བའི་སྡེ་པ་དེ་ཚོ་ཅིག་ཉན་འདོད་ཀྱི་སྡེ་པ་ཡིན་པ་ཙམ་ལས། དེ་ཚོ་དང་ད་ང་རང་ཚོ་ཐིག་པ་ཆེན་པོ་སོ་མར་བས་ཐིག་པ་ཆེན་པོའི་གི་བ་རུ་ལ་ཡ་ཅིག་འབྲེལ་པ་ག་འདྲ་ཡོད་པ་དེ་ས་མོ་གདོང་བྱེད་མཁན། དེ་ཚོ་དཀོན་པོར་བཞེངས་ནས་འདུག་བ། ད་ཡིན་ན་ཡང་དོན་དངོས་ཀྱི་ཐོག་ལ་བསམ་བློ་བཏང་བ་ཡིན་ན། གཅིག་ནས་ཅིག་ཐིགས་པ་ཆེན་པོའི་གི་འདུལ་བ་ཡིན་ན་ཡང་རེད་ད། ཐིགས་པ་ཆེན་པོའི་གི་ད་ཅིག་ངོམ་པ་ཡིན་ན་ཡང་རེད་ད་དེ་ག་དེ་ཚང་མ་ལོག་ཅིག། ཉན་ཐོས་སྡེ་པ་དེ་ཚོ་དང་འབྲེལ་པ་ཡོད་བསྡད་པ་རུ་གཅིག་དང་ཨ་ན་གཅིག་པའི་འཇུག་ངོགས་རུ་ཡང་དེད་པ་ཡིན་ན་ཨེ་ན་ཉན་ཐོས་སྡེ་པ་གང་རུང་རུ་གཅིག་ལ་ཡང་དེད་དགོས་ཨང་སོ་རུ་གཅིག་པ་ཅིག་དེ་ནི་ཡོང་དེ་གི་འདུག་ཨ་ན་ད་ཨ་ན་ཕྱི་གནའ་སྔ་མོ་རྒྱ་གར་ལ་ཡང་ཕེབས་པའི་གི་གཅིག་མཁས་པ་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་ཨ་ན་གཅིག་ཐོགས་མེད་དང་ཐོག་མའི་སྐུ་མཆེད་ལ་སོགས་པ་དག་དེ་འདྲའི་མང་པོ་བྱུང་བ་རེད་དག་ནང་བཞིན་གྱི་བོད་ལ་བཀའ་དྲིན་ཆེ་བའི་གི་དག་ཅིག་མཁན་པོ Bodhisattva དང་དག་ནང་བཞིན་ཇོ་བྱེད་པ་འདི་ཨ་ཏི་ཤ་ལྟ་བུ་དེ་ཚོ་ཡིན་ན་ཡང་དག་དད་པ་གང་རུང་ཅིག་ལས་རབ་ཏུ་བྱུང་བྱས་ནས་ཨེ་ནི་དད་པ་གང་རུང་ཅིག་གིས་གར་ཞུགས་ལ་དག་ཅིག་གིས་དགོན་པ་ཡིན་ན་ཡང་འདྲ་ཡང་ན་དེ་འདྲ་ཅིག་གིས་དེ་སྒྲིག་འཛུགས་ཅིག་གི་ནང་ལོགས་ལ་ཡར་ཞུགས་བྱས་ནས་ཨེ་ནི་ཅིག་གིས་གསན་བསམ་བློ་ཉམས་ན།

འདས་པ། སྤྱི་བཏང་ཉན་ཐོས་འདས་པ་རེད་དེའི་ནང་ནས་ཅིག་འདས་པ་བཅོ་བརྒྱད་སྐོར་ལ་ཡང། གོ་རྟོགས་རོགས་དེ་ཞེ་དྲག་མེད་པ་བྱས་རེད་བ། དེ་རིང་དུ་དེ་འདྲའི་ཆ་ནས་ང་ཚོར་ད་ཅིག་སྐྱོན་རེད་བ་ཅིག་རྟོགས་སུ་ཡོང་བསྡད་ཡོད་རེད། རྟོགས་ཞུ། ད་ང་རང་ཚོ་ཅིག་ཉན་ཐོས་ཀྱི་འདས་པའི་སྐོར་ལ་ཡང་དེ་འདྲའི་ཅིག། གར་སོ། གོ་རྟོགས་ཞེ་དྲག་མེད་པ་བྱས། རེད་པ། དེ་ལ་ཡང། སློབ་སྦྱོང་རོབ་ཞེ་དྲག་མེད་པ་དེ། རྒྱུ་མཚན་ག་རེ་ཅིར་བརྟེན་ནས་ཡོང་འདི་ཡོད་རེད་ལབ་ཡིན་ན། སྤྱི་བཏང་ང་རང་ཚོའི་གི་ད་ཅིག་ནམ་རྒྱུན། བོད་བརྒྱུད་ནང་བསྟན་ནང་ལོགས་ལ་ཡང། ཅིག། ནང་ཆོས་སློབ་གཉེར་བྱས་པའི་སྐབས་ལ་ཡང། གདོད་མའི་ནང་ཆོས་གཟའ་རོ་པོ་དང་དག་སྣང་བཞིན་གྱི་ཅིག། ཉན་ཐོས་ཀྱི་སྡེ་པ་དེ་ཚོའི་ལྟ་གྲུབ་དང་ལོ་རྒྱུས་དེ་ཚོ་ལ་ཡང་སློབ་གཉེར་བྱས་ཨ་ཁི་དེ་འདྲའི་གི་ད་གར་ཧྲོའི་ལུགས་སྲོལ་རེ་པོ་ཟེར་ན་འདྲ་འདུག་དེ་འདྲའི་གི་ད་གོམས་འདྲིས་རེ་པོ་ཞིག་ད་མེད་པ་བྱས། གཉིས་ནས་ང་རང་ཚོ་ལ་ཡང་ད་གཞི་ཐམས་ཅད་ཡོད་པར་སྨྲ་བའི་གི་འདུལ་བ་ཚོ་མ་གཏོགས་པའི་གཞན་ད་སྡེ་པ་གཞན་དག་གི་ཅིག་འདུལ་བ་དང། ཅིག་མངོན་པ་ལ་སོགས་པ་དེ་དེ་འདྲའི་བོད་སྐད་ནང་ལོགས་ལ་ཡང་བསྒྱུར་བ་ཕལ་ཆེར་མེད་པ་འདྲ་བོ་ཆགས་ཏེ་ཡོད་པ་ཡིན་དུས་རྩ་ནས་ཨ་ནི་དེའི་གི་ད་ཞན་ཆ་ལ་བརྟེན་བྱས་ན་ད་ང་ཚོ་རང་བཞིན་གི་ད་ཅིག་ཉན་ཐོས་སྡེ་པ་དེ་ཚོའི་སྐོར་ལ་ཡང་གོ་རྟོགས་ཞེ་དྲག་མེད་པ་ཅིག་དང།

དག་ན་ཤིང་གི་དག་གི་ཀམ་ཚང་ཆ་མཚོན་པ་ཡིན་ན། རྗེ་བརྒྱད་པ་མི་རྒྱུད་རྡོ་རྗེས་ཀྱི་བཀའ་འབུམ་ནང་ལོགས་ལ་ཡང་དཔལ་ཆེན་རྡོར་རྒྱལ་བ་ལ་གནང་པའི་དྲི་ལན་གསལ་ཤོག་དེའི་ནང་ལོགས་ལ་མཇལ་བ་ཡིན་པས་ན་ཨ་ནི། རྗེ་གི་བརྒྱད་པ་བཅོ་བརྒྱད་གི་ཐོག་ལ་ཡང་ཡང་ག་ལ་གང་འཚམ་རོགས་བྱེད་ཀྱི་ཐུགས་སྣང་ཆེན་པོ་གནང་ཡོད་པ་དེ་འདྲ་ཞིག་ཕ་རྗེས་མཇལ་ཐུག་གི་རེད་བསམ་ཁྲེལ་འདུག་ད་ཡིན་ན་ཡང་སྤྱི་བཏང་གི་ད་ཁོར་ཡུག་གི་གནས་སྟངས་ཅན་ལ་བརྟེན་བྱས་ནས། ད་གིན་གོང་དུ་ཞུས་པ་ནང་བཞིན། སྤྱི་བཏང་གི་ཏག་གི་ཉན་ཐོས་སྡེ་པ་དེ་ཚོའི་སྐོར་སློབ་གཉེར་གནང་ཡག་གི་ཁོ་རང་ལུགས་སྲོལ་དེ་དབུ་མ་ནས་མེད་པ་བྱེད་དགོས་པ། དེང་སང་མེད་པ་ཙམ་དུ་མ་ཟད་དབུ་མ་ནས་མེད་པ་བྱེད་ཨེ་ན་དེའི་སྒང་ལ་ཡང་ཨ་ན། ཅིག། ཉན་ཐོས་སྡེ་པ་གཞན་དག་དེ་ཚོའི་གི་ཏག་ཅིག། དཔེ་ཆ་ཁོ་རང་གཟིགས་ཡ་མེད་པ་ཡིན་དུས་ས་ནས་ཨ་ནི་དེ་ཚོའི་སྐོར་ལ་ཡང་གྲགས་རྒྱས་པོ་ཅིག་གསུངས་དགོས་བསམ་ནས་ཡང་གསུངས་ཐབས་མེད་པ་འགྲོ་ཅིག་དེ་འདྲ་ཞིག་ཆགས་ཀ་མེད་འགྲོ་བསམ་བསམ་རུ་ཞིག་དེ་འདྲ་རུ་ཡོང་སྡིག་འདུག་བ། སྤྱི་བཏང་བྱས་བས་ན་ང་ཚོ་ད་བོད་ལ་ཡང་གཞུང་ཆེན་བཀའ་པོད་ལྔ་བྱས་བྱས་གཙོ་བོ་ད་ཅིག་མདོ་ཕྱོགས་ཀྱི་གཞུང་ལུགས་གསན་བསམ་གནང་པའི་སྐབས་ལ་ཡང་བཀའ་པོད་ལྔ་གཟིགས་ཡ་གི་ལུགས་སྲོལ་ཡོད་ར་པ་ད་དེའི་ནང་ལོགས་ནས་ཅིག་འདུལ་བ་ད་མཛོད་གཉིས་པོ་དེ། ད་ཅིག་གིས། འཛིན་གྲྭའི་ཐོག་ནས་བྱས་པ་ཡིན་ན་འཛིན་གྲྭ་ཐོག་འགྲོ་བ་ཅིག་དང། ཨ་མདའ་ནི་ནང་དོན་གྱི་ཕྱག་ལས་ཡིན་ན་ཡང་ཅིག་རྙོག་དྲ་ཚ་པོ་ཡོད་དེབ་ཅིག་དང་ག་ལ་ཁག་པོ་ཡོད་དེབ་རོ་ཅིག་དེ་འདྲ་ཅིག་བརྩིགས་ཡོད་རེད། ད་འདུལ་མཛོད་གཉིས་པོ་དེ་ཡག་པོ་ཤེས་པར་བྱས་པ་ལ་ཡང་དངོས་གནས་བྱས་པ་ཡིན་ན་ཅིག་རྩ་བའི་དད་པ་དང་ཡན་ལག་གི་དད་པ་སོ་སོའི་གི་ཅིག་ཉན་ཐོས་དད་པ་སོ་སོའི་གི་ལོ་རྒྱུས་ཀྱི་འཕེལ་རིམ་དང། ཨ་ནི། དེ་ཚོའི་གི་ཅིག་ལྟ་གྲུབ་ཀྱི་ཁྱད་པར་རམ་ག་རེ་ཡོད་པ། དེ་ཚོ་ག་ལ་ག་མཚམས་རུ་ཅིག་མཁྱེན་ཐུབ་པ་ཡིན་མིན་ན། ཏན་ཏན་ཅིག་འདུལ་མཛོད་གཉིས་པོ་དེ་ཡག་པོ་ཅིག་མཁྱེན་ཡག་ལ་ཡང་ཕན་ཐོགས་ཞེ་པོ་ཅིག་ཡོད་བསྡད་པ་ཅིག་ཆགས་ཀྱི་རེད་བསམ་དྲན་གྱི་འདུག། དེ་འདྲ་ཡིན་དུས་ས་ནས། ཨ་ཤུ་ཡ་ད་ཅིག་སྔོན་གཉིས་ཚོས་ང་རང་ཚོས་སློབ་གཉེར་བྱས་ཡག་ལ་ཡང་ཁ་ཚ་དགོས་གཏུགས་ཀྱི་ཡང་ཁོ་རང། ཁོ་ར་ཕན་ཐོགས་ཡོད་རེད་པ་ཅིག་དང། འབད་པ་ཡོད་རེད་པ་ཅིག་བྱ་གི་རེད་མ་གཏོགས་ད་ག་ཟེ་ཅིག་ད་ག་ཞོ་རེད་ཅིག་དེའི་སྐོར་ལ་ཤེས་ནའང་འགྲིག་མ་ཤེས་ནའང་འགྲིག་ཟེ་ཨ་ཟོ་རེ་ཅིག་བ་ཅིག་བྱ་གི་ཡོད་མ་རེད། ད་དུང་གལ་ཆེ་ཤོས་ཅིག་ག་རེ་ཡོད་རེད་ཟེར་ན། ད་ང་རང་ཚོ་སྤྱི་བཏང་གི་སངས་རྒྱས་ཀྱི་བསྟན་པ་དེ་ལ་ཡང་ཅིག་ཐིགས་པ་གསུམ་གྱི་དབྱེ་བ་ཕྱེ་གནང་གི་ཡོད་རེད་པ། ཐིགས་པ་གསུམ་གྱི་དབྱེ་བ་ཕྱེ་ནས།

མི་མཁས་པ་ཁ་ཤས་ཀྱིས་གསར་བཟོ་བྱས་ཤག་བའི་སོར་ཅིག་མ་ཡིན་པ། ཅིག་བྷེ་ཅིན་སྡེ་བ་ལ་སོགས་པ་དང་སྡེ་བ་བཅོ་བརྒྱད་ཡང་ནང་ལོགས་ཅིག་བྷེ་ཅིན་སྡེ་བ་ལ་སོགས་པ་དེ་འདྲས་ཀྱི་ཅིག་གར་ཧྲུལ་རེད་ད། སྡེ་བ་དེ་ཚོའི་ནང་ལོགས་ལ་ཡིན་ན་ཡང་ཅིག་ཐིག་པ་ཆིམ་འབུལ་གྱི་འབྱུང་ཁུངས་བཙལ་བ་ཡིན་ན་ཅིག་བཙལ་ཡག་ཡོད་བསྡད་པ་ཅིག་དང། ཡང་དེ་ཚོ་ལ་བརྟེན་བྱས་ན་ཅིག་གར་ཧྲུལ་རེད། ཐིག་པ། ཐིག་པ། ཐིག་པ་ཆེན་པོ། སྨྲ་མཁན་གཅིག་གིས་ཐིག་པ་ཆེན་པོ་སྒྲུབ་བདེ་བའི་སོབ་ཆེན་པོ་ཡིན་པ། ཉན་ཐོས་སྡེ་པའི་གི་ད་གཞུང་ལུགས་འདི་ཚོ་ལ་ཡང་བསྟན་བྱས་ན་ཡང་ཐིག་པ་ཐིག་པ་ཆེན་པོ་དེ་བཀའ་ཡིན་པ་སྒྲུབ་ཐུབ་ཡག་རེད་བ། དེ་འདྲ་ཡང་ད་ཡོང་འདེགས་ཡོག་རེད་བ། དེ་འདྲ་ཡིན་དུས་ས་ནས་ཡང་ཅིག་ཐིག་ཆེན་འདི་བཀའ་ཡང་དག་ཡིན་པ་སྒྲུབ་ཡག་ལ་ཡང་ཡང་ངས་ན་ཉན་ཐོས་སྡེ་པའི་གཞུང་ལུགས་འདི་ཚོ་ལ་ཡང་གོ་རྟོགས་ཡག་པོ་ཡོད་པ་ཆེད་རེད་བ། དེ་ཚོའི་ནང་ལོགས་ལ་ཡང་ཅིག་ཐིག་པ་ཆེན་པོ་དང་འབྲེལ་བའི་གི

སྒོ་ཁར་ཧྲུའེ་ཅིན། སྔ་ཕྱི་བར་གསུམ་དུ་ད་མི་མང་པོ་ཅིག་བཤད་ཡོང་གི་འོར་བ། དེ་འདྲ་ཡིན་དུས་ཡང་གསང་སྔགས་རྡོ་རྗེ་ཐིག་པ་དེ་ཡང་ཨཱ་མ་གཞི་ཁ་སང་ངོ་མ་ལ་ཞུས་པ་ན་ཤེས་རེད་གང་ལྟར། སངས་རྒྱས་ཞལ་བཞུགས་ཀྱི་དུས་ནས་ཨཱ་ནི། དགེ་འདུན་གྱི་སྡེ་གི་ནང་ལོགས་ལ་ཡང་ཅིག་རྨ་བྱ་ཆེན་མོའི་གཟུངས་སྔགས་བགྲང། ཡོད་པ་ལ་སོགས་པ་དེ་འདྲས་ཀྱི་ལྟ་གྲུབ་ཅན་མང་པོ་ཅིག་གི་ཐོག་ནས་ཡང་གསང་སྔགས་ཟེར་བ་དེ་རྦད་དེ་ཅིག་གར་ཞུ་བའི་སངས་རྒྱས་ཀྱི་བཀའ་མ་རེད་རྦད་དེ་མཐའ་གཅིག་ཏུ་རྦད་གར་ཞུ་བ་ཅིག་ས་སོ་རེད་རང་སོ་རེད་ཅེས་ཅིག་བཤད་དགོས་པ་ཡིན་ན་ཡང་ལམ་སང་བཤད་ཡག་ག་ལ་ཁག་པོ་ཡོད་འདོད་པ་འདུག་ཅིག་དེ་འདྲས་ཡིན་དུས་ས་ནས་ད་ང་ཚོ་ཅིག་ཉན་ཐོས་སྡེ་བས་ཀྱི་གཞུང་ལུགས་དང་ཨ་ནི་ཉན་ཐོས་སྡེ་བས་ཀྱི་ལོ་རྒྱུས་དང་དེ་ཚོ་ལ་ཡང་སློབ་སྦྱོང་བྱས་པ་ཡིན་ན།